བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་རྒྱལ་སྲིད་ལག་ལེན་བཟོ་བདེ་མིན། སློབ་ཚན་གྱི་སློབ་ཐུན་བདུན་པ། རྒྱལ་སྲིད་ལག་ལེན་བཟོ་བདེ་མིན། ཚིགས་བཅད་བདུན་པ། ཆོས་སྤྲུལ་པའི་སྔོན་འགྲོའི་སྐབས་རེད། ཆོས་སྤྲུལ་པའི་སྔོན་འགྲོ་གཅིག་དེ་ལ་ཀྲོག་ངན་སྤང་བ། ཀྲོག་ངན་སྤོང་བ། གྲོགས་པོ་ངན་པ་སྤོང་བ་ད་བདེ་ལ་གོ་ཡོད་རེད། ཨ་ནི་དེ་རྩ་ཚིག་གི་དབང་དུ་བྱས་པ་ཡིན་ན། རྐང་དང་འགྲོགས་ན། ཐུགས་བསམ་འཕེལ་འགྱུར་བྱང། ཐུགས་བསམ་སྒོམ་པའི་བྱ་བ་ཉམས་འགྱུར་བ། བྱམས་དང་སྙིང་རྗེ་མེད་པར་འགྱུར་ཞེས་པའི་གྲོགས་ངན་སྤང་བ་རྒྱལ་སྲིད་ལག་ལེན་ཡིན། ད་དེ་འདྲ་གཅིག་གསུངས་པ་རེད། ཨ་ནི་ད་དེ་གར་སོང་གི་ཡོད་པ་རེད་ལབ་པ་ཡིན་ན་ཨ་ནི། འདི་སྐབས་ཀྱི་ཀང་ཟེར་བ་དེ་ནི་སྐྱིད་སྒྲ་རེད་སྐྱིད་སྒྲ། ཨ་ནི་ང་ཚོ་བོད་སྐད་ལ། ཀང་སི་ཅི་ཅི་སྐྱིད་སྒྲ་ཟེར་དེ་འདྲའི་སྐྱིད་སྒྲ་ཞིག་ཡོད་རེད། ཨ་ནི་བྱེ་བྲག་ལ་མ་དོན་དག་རྡོག་རྡོག་དེ་བསྟན་ཡོང་དེ་སྒང་ལ་གྲོགས་པོ་ངན་པ་དེ་བསྟན་གི་ཡོད་པ་རེད། ཨ་ནི་ཀང་དང་འགྲོགས་ན། གང་ཡང་རུང་བ་ཞིག་དང་འགྲོགས་ན། གྲོགས་པོ་བྱས་ནས་མཉམ་དུ་ལས་ཀ་བྱས་མཉམ་དུ་བྱ་བ་སྒྲུབ་དེ་འདྲ་གས་ནས་གང་དང་འགྲོགས་ན་དུག་གསུམ་འཕེལ་འགྱུར་བྱང། ད་ང་ཚོ་ནམ་རྒྱུན་རྟག་པ་དཔེ་ཆ་བཞག་པ་ཡིན་ན་ང་ཚོ་ཀ་ར་ལ་འགྲོགས་ན་ཀ་ར་དང་ནག་པ་ལ་འགྲོགས་ན་ནག་པ་ཟེར་བ་དེ་ལབ་ཀི་ཡོད་རེད་ད། མི་ངན་པ་སྡུག་ཅག་འདོད་ཆགས་ཞེ་སྡང་ཁོང་ཁྲོ་ལ་སོགས་པ་ཧ་ལུས་པ་ཤུགས་ཆེན་པོ་ཡོད་མཁན་གཅིག་དང་གྲོགས་པོ་བསྒྲིགས་ནས་བསྡད་པ་ཡིན་ན། ཨ་ནི་སོ་སོའི་སེང་གེ་ལ་གཡོ་སྒྱུ་གི་ཨ་ནི་འདོད་ཆགས་ཞེ་སྡང། གཏི་མུག་ལ་སོགས་པ་ཡང། ཇེ་མང་ཇེ་ཆེ་ནུབ་པ་ཇེ་ཆེ། ཨའོ་དེ་འདྲའི་དགུ་པོ་ཆགས་འགྲོ་གི་ཡོད་རེད་མ་གནས་ཐུབ་གི་ཡོད་མ་སེང་གེ་མ་གནས་ཐུབ་གི་ཡོད་མ་རེད། དེ་ཙམ་མ་ཟད། ཨ་ནི་གྲོགས་པོ་རྔན་པ་དེ་འདྲའི་གཅིག་དང་མཉམ་དུ་བསྡད་པ་ཡིན་ན། གཏམ་པའི་ཆུ་ལ། ཐུག་པ་བྱས་པ་བླ་མ་གི་རྩ་ལ་བྲོས་ནས་ཨ་ནི། སློབ་སྦྱོང་བྱེད་པ། བཀྲིས་དོན་དག་བསམ་པ། རྐང་བསམ་པའི་དོན་སོ་སོ་ལ་ངེས་ཤེས་རྙེད་འདོད་པ་དེ་སྒོམ་པ། དུ་སོ་ཡང་ཉམས་པར་འགྱུར་གི་རེད། དེ་འདྲའི་ཡོད་རེད་བ་ང་ཚོ་དཔེ་ཆ་བཞག་ན་སློབ་སྦྱོང་ལ་རྩ་བ་ཉིད་ནས་དགའ་པོ་མེད་མཁན་ཅིག་ལ། སོ་སོའི་གྲོགས་པོ་སྒྲིག་པ་ཡིན་ན་སོ་སོ་ཡང་སློབ་སྦྱོང་ལ་དགའ་བོ་མེད་མཁན་ཆགས། ཅིག་སློབ་སྦྱོང་བྱེད་ཡག་གི་རིགས་དེ་ཚང་མ་གྲོགས་ལ་འགྲོ་བཞག་དེ་འདྲ་ཡོང་གི་ཡོད་རེད་བ། ཨོ་དེ་རེད་ད་གྲོགས་པོ་གྲོགས་པོ། ཟེར་ཡ་དེ་ཧ་ཅང་གལ་ཆེན་པོ་ཆགས་བསྡད་ཡོད་རེད་ང་ཚོ་ཆུ་བྱིད་མཁན་ཚོའི་ངོས་ནས་བཤད་པ་ཡིན་ན། ཨ་གྲོགས་པོ་གདམ་ག་བྱ་དགོས་རེད། ཨོ་དེའི་ལབ་ཀི་ཡོད་རེད་ད་དོན་དག་དོག་དོག། ཨ་ནི་གྲོགས་པོ་རྔམ་པ་ཟེར་དེ་གང་ལ་ཡིན་འཇིགས་མི་འཇིགས་སོ་སོ་དང་མཉམ་པོ་འདྲ་བོ་དེ་འདྲས་འགོ་གི་མ་རེད། ཨེ་ནི་དགེ་བའི་བཤེས་གཉེན་རྔམ་པ། སོ་སོའི་དགེ་བའི་བཤེས་གཉེན་ཡིན་མདོག་མདོག་གྱིས་སོ་སོ་ལ་མགོ་སྐོར་བཏང་མཁན་དེ་འདྲའི་ཡོད་པས་མང་པོ་ཡོད་རེད་བ། འོ་དེ་ཚོ་ཚང་མ་ལབ་ཀི་ཡོད་རེད་ད་དེ་འདྲའི་གི་གྲོགས་པོ་ངན་པ། དེ་ཚོ་དང་བསྟན་པ་ཡིན་ན་ཐུགས་བསམ་དཀོན་བསམ་གི་བྱ་བ་དེ་ཉམས་འགྲོ་གི་རེད། སོ་སོའི་རྒྱུད་གི་ཡིན་ནའི་ཐུགས་བསམ་དེའང་འཕེལ་འགྲོ་གི་རེད། མ་ཟད། ཡིན་ནའི་བྱམས་དང་སྙིང་རྗེ། བྱམས་པ་ལབ་དེ་གང་ལ་འགྲོ་བ་སེམས་ཅན་ཐམས་ཅད་ཡིད་དབང་དུ་ཐོངས་པའི་སེམས་བསྐྱེད་ལ་བྱམས་པ་ཟེར་གི་རེད། ཨ་ནི་འགྲོ་བ་སེམས་ཅན་ཐམས་ཀྱི་སྡུག་བསྔལ་ལས་ཐར་ན་བསམ་པ་གི་དེ་འདྲ་གི་བསམ་པ་བཟང་པོ་ཅིག་ལ་སྙིང་རྗེས་སུ་གོས་རེད་ཨང་དེ་རང་དེ་ཉིད་ཀྱང་ཨ་ནི་མཉམ་པོར་འགྱུར་ཨ་ནི་ཇེ་ཆུང་དུ་འགྲོ་ཨ་ནི་སྨད་པ་བཟོ་མཁན་ཨང་དེ་འདྲའི་གི་གྲོགས་པོ་རྔམ་པ་སྤོང་པ་དེ་དེ་འདྲའི་དང་ཁ་བྲལ་ནས་དེ་འདྲའི་ཐག་རང་པོ་ལ་གཡུགས་ནས་ཨ་ནི་གྲགས་པོ་གྲོགས་པོ་བཟང་པོ་བསྟེན་པ་དེ་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་ཨ་ནི་ལག་ལེན་ནམ་ཡང་ན་ཉམས་ལེན་རེད་ཡིན་ཙང་ང་རང་ཚོས་ཀྱང་རྒྱལ་སྲིད་བྱང་ཆུབ་སེམས་དཔའ་རྣམས་ཀྱིས་ག་རེ་བྱས་པ་དེ་ནང་བཞིན་དུ་ནི་ཉམས་ལེན་བྱེད་དགོས་རེད། ཨའི་གྲོགས་པོ་བཟང་པོ་བསྟེན་དགོས་རེད། ཨོ་དེ་འདྲ་ཞིག་གསུངས་པ་རེད། ཨོ་ཐུགས་རྗེ་ཆེ་ཞུ་བ་ཡིན།